ང་རང་ལ་མཚོན་ན་དགའ་སྐྱེར་གྱི་ལུང་བ་འདི་ལ་འཆར་གྱི་ཟབ་མོ་ཡོད་ཅེས་བཤད་ཀྱང་མི་ཆོག་པ་མེད་རྒྱུ་མཚན་ནི་མི་ལོ་བཅུའི་སྔ་རོལ་དུ་ངས་གནས་འདི་ནས་འབྱུང་ཁམས་འཁྲུག་པའི་མི་སྡུག་སྟོང་གི་ཐོག་མཐའ་བར་གསུམ་ལ་ཟླ་ངོ་གཅིག་ལྷག་གི་དུས་ཡུན་སྤྱད་དེ། མི་དང་རང་བྱུང་ཁམས་བར་གྱི་འཁྲུན་ཐག་དེ་ལ

དེ་ནས་ཁམས་ནང་ཆེན་ལ་མ་ཐོན་ཚེ་རིག་ནས་འདྲིལ་བཞིལ་པ་ཞིག་ལ་འཚོ་ན་བློ་འགྱོད་པའི་བཞི་ལས་མེད་པས་ང་རང་ནང་ཆེན་རྫོང་ལ་སོང། གནས་འདི་ལ་ཐོན་པ་དང་རིག་གནས་ལ་འདྲིལ་བའི་གྲོང་སྲང་དག་ཉལ་བ་ཡིན། ནང་ཆེན་ནི་སྔོན་བཙན་པོའི་དུས་ལ། སུམ་པ་འབྲི་ཡི་ལྔ་ཞབས། སིལ་བའི་དུས་ལ། ལྷ་གཟུགས་རླུང་གི་རྒྱན་ཕྲེང་གི་མངའ་ཞབས། ས་ཕག་རིན་གཙང་གི་དུས་ལ་དཔལ་སྣང་ཆེན་རྒྱལ་པོ་མངའ་རིས་གནས་དྲུག་འཕྲུལ་འཁོར་གྱི་ཁོངས་སུ་འདུས་ཡོད། རྫོང་འདུས་པའི་རིག་གནས་ཐང་ཆེན་དུ་ཞབས་བྲོ་དང་གླུ་ལེན་རྩེད་མོའི་བྱ་འགུལ་ཞིག་སྤེལ་བཞིན་འདུག་པས། ང་རང་ཡང་རྩེད་མོ་དེར་རོལ་མྱོང་བྱེད་མཁན་གྱི་ལྟད་མོ་བའི་གྲས་སུ་ཞུགས་ཏེ་ཡུལ་དེའི་རྒན་པོ་ཞིག་དང

ལོ་རྒྱུས་ལུགས་ཤེས་ཡོད་ན་ད་ལྟ་ཕ་ཁྱེར་ཨ་རེད། བོན་ཕོག་གི་བོན་ཆུ་ཡོད་ལེ། རེད། བོན་ཆུ་ད་ནི་དེའི་དུས་ནས་དེ་ནས་ཨ་རེད། ཀྲོའུ་རེད་དུང་ཀྲོའུ་རེད། ཀྲོའུ་རེད་བསྟན་འགྲོ་ཆེན་པོ་ལ་བརྩི་རེད། དེ་བསྟན་འགྲོ་ཆེན་པོ་ལ་བརྩི་ཨང་དེ་རེད་ཀྲོའུ་དེ་དེ་ནས་ས་བོན་ཕོག་གི་དུས་ནས་ད་ད་ད་ཨང་ནས་ད་ད་ད་ནང་པ་སངས་རྒྱས་ཀྱི་དུས་སུ། མི་མཐུན་གྱི་དེ་གི
ཡག་ས་གི་ཚུར་འདོར་ལེན་བྱས་ཨེ་མི་རེད། དེ་ནས་ནང་པ་སངས་རྒྱས་ཀྱི་ཆོས་ལུགས་ཀྱི་ནང་གི་ནང་དོན་མང་པོ་ཅིག་དེ་ནང་ན་ཚུར།

དྲུག་དང་བླ་གཞིས་ཀྱི་སྒྱུ་རྩལ་ཕུན་སུམ་ཚོགས་ལ། སྒྱུ་རྩལ་འདིའི་རིགས་ཉམས་ཞིབ་བྱེད་མཁན་ནི་ཆུང་བྱིས་པ་ནས་རྒན་མགོ་དཀར་བར་དུ་དགའ་དགའ་སྟོང་སྟོང་གིས་ཉམས་ཞིབ་བྱེད་པ་ཞིག་རེད།

མ་འཛི་ལ་རིགས་ཀྱི་མྱུ་གུ་རྒྱས་པ་ས་ལུ་ནགས་ཀྱི་ལྗོན་པ་ཆེ། མདོ་སྟོད་རྐང་གཉིས་ཆོ་ཁུ་བྱང་དུ་ཆབ་འབངས་རྩ་བུ་སྣ་དར་བའི། ནང་སོ་ཆེན་པོའི་དབྱར་ཁུ་དྲིལ་བུ་བསིལ་བསིལ་རླུང་གི་སྒྲ་སྙན་གྱིས། གནས་དྲུག་ཁྲི་སྐོར་བཅུ་གཉིས་པོ་དེའི་སེམས་ཀྱི་རི་དྭགས་ཞགས་པས་བཟུང།
ཡུལ་ཤུལ་དུ་ས་དེ་བླ་ཡིག་གི་ཕ་ས་ཡན་དུ་ལས།
རེད། དེ་ནི་བླ་ཡིག་ཁེར་གི་ཆེད་ལས་མ། ད་གི་བལ་གི་རི་ནས་ཡི། ཡོང་ནི་ཡོང་ནི། ཐང་ཟིག་གི་ལང་ནི་ད། ཆུ་ཚོ་གི་རུག། ཡོང་ནི་ས་དེ་ན་ལ། རི་ནི་དེ་ཕྱོགས་དུ་ལས། ཕྱོགས་ནི་ས་ཆེ་རེ་ཚོ་ནི་ས་དེ་ན་ལ། ཧོ་ལས།

དྲིལ་རིག་ཁྱིམ་མཆོག་ཚང། འབྲི་གུང་སྐྱོབ་པ་འཇིག་རྟེན་མགོན་པོ། སི་ཏུ་པཎ་ཆེན་ཚང་སོགས་མཁས་པ་གསེར་རིའི་ཕྲེང་བ་ལྟར་བྱུང་མྱོང་ལ། དུས་ད་ལྟའང་ཁམས་ནང་ཆེན་རྫོང་ཡོངས་ལ་གཞུང་སྒེར་གཉིས་སུ་བྱས་པའི་དུས་དེབ་གྲངས་ཀྱིས་མི་ལོངས་བ་ཞིག་གཉེར་མི་ཡོད་པར་གཞིགས་ཚེ། མི་རབས་ཕྱི་མའི་ཁྲོད་དུ་ཡང་རིག་གནས་དང་རྩོམ་རིག་སྒྱུ་རྩལ་ལ་དགའ་མོས་ཡོད་པར་མཚོན་རྟགས་གལ་ཆེན་ཞིག་མངོན་ཡོད།
ངས་ནི་དུས་དེབ་འདི་དག་ལ་རྒྱུས་ལོན་བྱས་པ་དང་བསྟུན་ས་གནས་འདིའི་རྩོམ་རིག་ལ་དགའ་མཁན་གཞོན་སྐྱེས་མི་ཉུང་བ་ཞིག་གི་ངོ་སྤྲོད་བརྒྱུད་དེ་ནང་ཆོས་སྤྱི་དང་རྒྱལ་པོ་རིམ་བྱོན་ཕོ་བྲང་གསང་འཛོམས་ཆགས་སུ་ཡིད་ཆེས་ལ་རྒྱུས་ལོན་གྱི་སྐལ་བ་བྱུང། འདི་ནི་ནང་ཆེན་རྒྱལ་པོ་ཕོ་བྲང་གསང་རྫོང་ཞེས་པ་དེ་ཡིན་ལ། ཕོ་བྲང་འདི་ནི་ས་མར་གསང་ཕུ་ཞེས་པའི་རི་རྩེ་ལ་བཏབ་ཡོད་པ་མ་ཟད། ཕོ་བྲང་འདི་ལ་སྦྲ་འགོག་རང་སྲུང་གི་ཁྱད་ཆོས་དམིགས་བསལ་བ་ཞིག་ཆགས་ཡོད། ཁོང་གི་ལུགས་གཉིས་ཀྱི་འཕྲིན་ལས་མཐའ་དག་གནས་འདི་ལ་རྐང་འཕྲོད་དང། ཡིད་ལ་འདི་ལ་ཅི་དགོས་ཀྱི། ལོ་ངོ་དུ་མ་རང་ལ་འབད་པས་ཀྱང། གྲོང་སྡེའི་ཤོག་ཁག་ཉེར་ལྔའི་དཔའ་མཛངས་ཀྱི་འཐབ་རྩོད་དང། གསང་བ་ཟུང་འཇུག་ཆེན་མོ་རྒྱུན་འཁྲིད་ཀྱི་ལུང་དབྱངས་ནས། གསར་སྐྱོང་ནང་ཆེན་རྒྱལ་པོའི་དགུ་ཐོག་གི་ཕོ་བྲང་དེ་ནི། ཡི་མུག་ཡི་རྣ་ཞོག་ལྟ་བུ་བྲག་རི་ཞིག་གི་རྩེ་མོ་རུ། བྲག་ལྡན་གཤིན་རྗེ་དམར་པོའི་ལག་ངར་གྱི་སྦྲང་བུ་གདོང་མཆོང་གི་རི་དར་སྨུག་པོ་ཞིག་དང་ཀུན་ནས་མཚུངས།

ནང་ཆོས་རྒྱ་རབས་ཉེར་དགུ་བ་ཡང་ཡིན་པ་རེད། སྤྱིར་ནང་ཆེན་ཞེས་པའི་ཡིག་འབྲི་གཉིས་ལ་འབྲེལ་ཤིན་ཏུ་མང་ཡང། ནང་ཆེན་དྲེའུ་ཆོས་ཀྱི་རྒྱལ་པོ་ལ་འགྲོ་མགོན་ལྷོ་པས་དབུས་ལ་ས་སྐྱའི་ནང་ཆེན་ཆོས་ཀྱི་རྒྱལ་པོ་ཞེས་འཇའ་ས་ཆེའི་བུ་ཕྲུག་ཤོག། ཆེན་པོར་དབུལ་བའི་ལས་མཚམས་སྦྱི་གསུམ་གྱི་བཟང་སྟོད་འཕེལ་བར་བསྟན། ནང་ཆེན་ཞེས་མིང་དུ་ཐོགས་པར་བྱས་པ་འདི་ནི་ལོ་རྒྱུས་སྨྲ་བ་ཀུན་གྱིས་ཁས་ལེན་ཀི་རྟ་ཐོག་ཏུ་ཚུད་ཅིག་ཡིན། སྐབས་དེའི་མངའ་ཁོངས་ནི། དཔེར་ན་དགའ་བ་རིན་ཆེན་བྱུག་སྒྲིག། རག་ཤུལ་མ་ལག་བཅོ་བརྒྱད། དགའ་སྟོད་ཨ་ཁྲོ་མཚོ་བདུན། ཡུལ་ཤུལ་གླིང་ཚས་བཅུ་གཉིས། གཡག་རྭ་ཕ་ཤོག་བཅོ་བརྒྱད། ཉམས་ཚོད་ཕ་དུས་ཚོད་དྲུག། ནང་དུས་ཤོག་ཆེན་བཅོ་བརྒྱད་སོགས་སྔོན་རབས་ལོ་རྒྱུས་དང་འབངས་ཀྱི་ངག་རྒྱུན་ལྟར། ད་ལྟ་དགའ་ཡུལ་ཡོངས་སུ་རྫོགས་པ་དཔལ་ནང་ཆེན་དཔོན་པོའི་ཆབ་འོག་ཏུ་བསྡུས་ཡོད་པར་བཤད།
བེག་རྫོགས་ཕྲུག་ཚོ་རེད། མགོ་ནག་པོ་སྟེ་སྤུ་ནག་ལ་དེ་ཧིན་ཚོ་རེད། དེ་ཕྱིར་ང་དགོངས་ནས། ཨི་བྷ་ཡི་ལ་བསྟན། ཨི་བྷ་ཡི་གི་ཆ་ལ་བསྟན། ཨི་སཱ་ལ་བསྟན། བྷ་ཡི་གི་མི་ལ་བསྟན། ད་ཆས་སི་རི། དེ་ནས་བྷ་གི་རི། བྷ་ཡི་གི་རི་ནི་དེ། ཆོས་ལ་རུང་གི། སེམས་ནང་མཆོག་ལས་མ་ཚིག། རུང་གི། སྣང་ཞེན་ནང་མཆོག་དེ་འདྲ།

སྙིང་རྗེ་འདི་ཙམ་ཡོད་ན་དེ་ནི་གདན་ས་བོན་རིག་དུ་མ་རེད།
སྤྱིར་བཏང་དུ་ཁམས་ཀྱི་ཡུལ་ན་མདོ་གསུམ་ནོར་བུ་གླིང་ཞེས་པ་ཞིག་ཡོད། གཅིག་ནི་དར་མདོ་ནོར་བུ་གླིང། གཉིས་ནི་ཆབ་མདོ་ནོར་བུ་གླིང། གསུམ་ནི་སྐྱེ་རྒུ་ནོར་བུ་གླིང་ཞེས་ཟེར། གནས་འདི་གསུམ་ནི། བོད་ཀྱི་ལོ་རྒྱུས་སུ་མཚོ་འགག་ལྟེ་བ་ཆེན་པོ་གསུམ་ཡིན་ལ། རིག་གནས་དང་འགྲན་བཞེད་ཀྱི་ལམ་ཁ་ཆེན་པོ་གསུམ་ཡང་ཡིན། དེ་རིང་ངས་གོམ་ཁ་འདེགས་འཇོག་རིག་རིག་དང་མཚོ་ཉག་གི་རེ་འདུན་རིག་རིག་འཁོར་ས་དེ། ཁམས་ཀྱི་མདོ་གསུམ་ལས་གཅིག་གི་ནོར་བ་ལང་ཟེར་བ་འདི་ཡིན། ཡུལ་འདི་ན་གླུ་གར་གྱི་རྒྱ་མཚོའི་ལྟེམ་ཡོད། ཡུལ་འདི་ན་སྲོལ་ལུགས་ཀྱི་རྩ་བ་བཅས་ཡོད། ཡིད་ལ་འདི་ན་སྒྱུ་རྩལ་གྱི་ངར་མཁའ་ཆགས་ཡོད། དེའི་ཕྱིར་ང་རང་ཡིད་འདི་ལ་ཐོན་པ་དང། གླུ་གར་སྒྱུ་རྩལ་དང་སྙན་ངག་རྩོམ་རིག་ལ་དགའ་བ་དང་བ་ཤིན་ཏུ་དོད་པའི་སྙན་ངག་པ་ཉི་མ་ཚེ་རིང་ལགས་ཀྱི་དྲི་བ་གཞིའི་ཚིག་ཅིག་དྲན་ཡོང། གཅིག་གི་ནོར་བུ་གླིང་གི་ཡུལ། ནོར་བུ་དགའ་བ་འཁྱིལ་བ་ཡིན། བུ་ལ་འགྲོགས་ས་གཡང་གི་ས། མདའ་ལ་བྱང་ས་འབྲུ་ཡི་མཛོད། ཞིང་འབྲོག་མཁའ་སྤྲོད་སྐྱི་བུག་ཡིན། མཛེས་ལྡན་སྐྱེ་རྒུ་ལུང་པ་རེ་ཅེས་པ་འདི་ཡིན། ལྷ་གི་ནོར་བུ་སྨན་པ་རེ། མི་ཡི་ནོར་བུ་མིག་གསུམ་རེ། ཀླུ་ཡི་ནོར་བུ་སྒ་འཁྱིལ་རེ། དེ་རིང་ཚེ་ཡི་འདི་སྐྱེ་རྒུ་མདོ་འདི་ནི་གནའ་སྔ་མོ་ནས་ཁྱི་འདྲ་རེ་བྱས་ན་ས་ཆ་འདི་གི་ས་དཔེ་ལ།

ནོར་བུ་སྒང་ཁྱེད་ཀྱི་གཡས་དེ་རང་ཤོག་དོད་ཡོད་རེད་དེ། སྙན་ངག་པ་ཉི་མ་ཚེ་རིང་ནི་སློབ་མཐར་ཕྱིན་པ་ནས་རྩོམ་རིག་སྒྱུ་རྩལ་གྱི་ལས་ལ་འབད་པའི་མཇུག་ཏུ་མི་ལོ་ཉི་ཤུ་ལྷག་འདས་པ་མ་ཟད། ད་ལྟ་ཁམས་ཡུལ་གྱི་རི་ཆུ་རིག་གནས་དང། སྲོལ་རྒྱུན་གོམས་འདྲིས་ཀྱི་ཆ་ལ་ཞིབ་འཇུག་དང་ཚོར་སྡུད་བྱེད་བཞིན་པ་ཞིག་ཡིན། དེ་བས་ངས་ཁོང་གི་རོགས་དང་ར་མདའ་ལ་བརྟེན་ཟངས་སའི་རྒྱ་ནག་མ་ནི་ཞེས་པའི་བརྟན་བཞེངས་ཀྱི་ཆ་ལ་རྒྱུས་མངའ་གང་གསབ་ཅིག་ལེན་ཆེད་དེར་མཆིས་པ་ཡིན། ད་འདི་མ་ནི་རྒྱ་ནག་འདི་ནི་ཟངས་སའི་རྒྱ་ནག་མ་ནི་རྫོགས་ད་སྙམ་ན་དེ་རུ་ཡོད་རེད། དེ་ནས་ཟངས་སའི་རྒྱ་ནག་མ་ནི་འདི་ཟངས་སའི་ཟེར་ན་འདི་གྲོང་པ་འདི་གི་མིང་རེད། གྲོང་པ་འདི་གི་རྒྱབ་ལ་རྒྱབ་རི། འདིར་ཤུག་པ་གཡུ་བཙོག་ཟེར་ནས་ཤུག་པ་གཡུ་བཙོག་འདི་ལ་སིང་གེ་ཟེར་བ་འདྲ་ལི་ཁེ་ད་དུ་འདྲ་གི་སྣོམ་པ་ཞོས་ཟེར་ནས་དེ་བཞུས་དེ་ལ་དེ་བཞུས་འདི་གི་གཟུགས་འཚོ་བ་དེ་ལ་བལྟས་དེ་ད་རི་གི་མིང་དེ་སྡེ་ལ་ཐུག་ནས་དེ་ནས་སྡེ་གི་ས་ཆ་འདི་ན་ད་སངས་རྒྱ་ནག་མ་ནི་ཞེས་པ་འདི་ནི་གོ་ལའི་འདག་ཧྲག་ཀན་ལ་སྐད་གྲགས་ཆོད་པའི་གནས་མཆོག་ཅིག་ཡིན་ལ། རྒྱབ་རི་སངས་རྒྱས་བསིལ་བ་ལྟ་བུ་དང། མདུན་རི་པད་མ་རྩེ་བརྒྱད་ལྟ་བུ་དབུས་སུ་ཆགས་ཡོད་པ་མ་ཟད། ཡོངས་ཁྱབ་ཏུ་གནས་མཆོག་འདི་ལ་སངས་སའི་རྒྱ་ནག་མ་ནི་ཞེས་ཟེར། གནས་འདི་ནི་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཅོ་ལྔ་ལོར་རྒྱ་ནག་དོག་ལྡན་བྱང་ཆུབ་ཕུན་དབང་གིས་གཏེར་སྡོད་བྱས་ཏེ་དགའ་ཡུལ་གྱི་དད་ལྡན་འབངས་མི་དང་འབྲེལ་རྟེན་བཞེངས་ཀྱི་ལས་འདི་ལ་ཐོག་མར་དབུ་འཁྱིལ་བྲིས་པ་ཡིན། ད་ལྟའི་བར་དུ་རྟེན་བཞེངས་འདི་ལ་ལོ་ངོ་སུམ་བརྒྱ་ལྷག་གི་དུས་ཡུན་འགོར་ཡོད་ལ། རྡོ་སྐུད་ཀྱི་ཁ་གྲངས་དུང་ཕྱུར་ལྔ་ལྷག་བརྒལ་ཡོད་པར་བཤད། བསྟོད་པ་ཡིན་ཟེར་ལྟ་ཞིག་ཟེར་རང་ཞེས་སོགས་ཡོད། དེའི་སྟེང་རན་ན། སངས་རྒྱས་ཀྱི་སྟོད་དུས་ཆོས་འབྲོག་དང་འབྲེལ་བ་ཡོད་ཟེར་གྱི་དེ་འདྲ་སྐད།

ཡིད་ལ་འདི་ནི་གྲུ་ལ་ཤིན་ཏུ་མཁས་ས་ཞིག་ཀྱང་ཡིན་པར་བཤད། རྟོགས་ལྡན་ཆོས་གྲུ་ཞེས་པའི་གྲུའི་སྐད་གྲགས་ཅན་དེ་ཡང་གནས་འདི་ནས་དར་བཞིན་ཕྱོགས་ཡོངས་ལ་འཕེལ་རྒྱས་སུ་སོང་བ་ཞིག་རེད། མ་ཎི་ཏིག་ཕྱི་རུ་དང། བད་ཀྱི་སྲན་དེ་ཁྲི་བཟི། བད་ཀྱི་རེ་བ་དེ་གཏིང་ཟ། ད་ཉིས་སྟོང་དང་དོན་དྲུག་རེད། ད་སོང་འདྲ་ཡིན་སུ་དང་ལ་ངི་དང་ནོར་བུ་དགོན་རྒྱ་ནག་མ་ཎི་ཏིག་དང་འདི།

འཚོ་བ་ལ། ད་དེ་ནང་ད་ད་ཡིག་པ་འཛང་དེ་ན་རེད་དུ་ལ་ར་དེ་དུང་ད་དེ་འདྲི་ལ་རེད་རྒྱ་ནང་མ་ནས་ཚ། གཅིག་སྟོང་སྐབས་བརྒྱ་གསུམ་ཆ་སོ་བཞི་ལུས་ཟླ་བཅུ་གཉིས་པའི་ཉིན་ཞིག་ལ། གདོད་མར་གནས་པའི་ཁམས་ཡུལ་ཤུལ་གྱི་ཟང་ཟིང་ལྟེ་བར་ཁ་བ་བབས་ཤིང་སྐ་ར་འོང་འོང་དུ་ཆགས། ཁ་བ་ནི་འབབ་མཚམས་མེད་པར་ནེམ་ནེམ་ཡོམ་ཡོམ་གྱིས་འཇིག་རྟེན་ཧྲིལ་བོ་བརྗིད་སྡུག་གིར་གྱུར་འདུག་ལ། དྲི་དང་བྲལ་བའི་ཁ་དོག་ཡིག་གཅིག་གིས། ཤོག་བུ་ལྔ་བསྡུས་འདི་ཡོངས་སུ་ཁེབས་པར་ཤུགས་བསྐྱེད། དུ་བ་རྣམ་ཐོན་གྱི་མི་མཚུངས་རེ་རེ་ནི། ཁ་ནས་འཕང་བའི་དམུ་ཐག་རིང་མོ་གཏོར་བརྟག་གིས་བཏགས་པ་བཞིན། ཡུལ་སྡེ་འདི་ནམ་མཁའི་དབྱིངས་ལ་བསྐྱལ། འདི་ནི་སྙན་ངག་པ་ངག་དབང་ཧང་གྲགས་ལགས་ཀྱི་སྒྲུང་རིང་མ་ནི་རྡོ་འབུམ་ཞེས་པ་ལས་ཟངས་སེ་སྡེ་བའི་ཞིབ་འབྲི་ཞིག་ཡིན། ཁམས་སྐྱེ་དགུ་འདུ་ལ་ཐོན་ཐང་རེར། གྲོགས་པོ་ཐབས་བསྟུན་འབྱུང་གནས་ལགས་ཀྱིས་དུས་རྒྱུན་སྣེ་ལེན་རྒྱ་ཆེར་བྱེད་བཞིན་ཡོད་ལ། མདོ་སྟོད་ཡུལ་གྱི་རིག་གནས་དང། དམངས་སྲོལ་ལ་སོགས་ཀྱི་ཆ་ནས་བློ་སྐྱེད་ཀྱང་མང་དུ་རག་མྱོང། ཐེངས་རེ་རེ་ཡོང་ན་འགྱུར་ལྡོག་ཤུགས་ཆེན་པོ་གི་ནས་ད་ནི་གི་མཚན་ལྗོངས་འདི་ལྟ་ཡོང་ན་ཤིག་གི་གྲོང་ཁྱེར་ཆེན་པོ་ཟིག་གི་འདྲ་གི། རེད་རེད་རེད་ད་ལྷག་པར་དུ་ཡང་ན་ཁྱོད་སྔོན་མ་དེའི་ས་འགུལ་གི་སྐབས་ལ་ཡང་ན་ཕལ་ཆེར་དེ་ལྟར་ཟླ་བ་ཟླ་བ་གཉིས་གསུམ་གྱི་བསྡད་ཡོད་ས་ནས་ནི།

བཟང་མོ་ཚོས་ཀྱི་ཡོང་ཁྱོད་ལ་མཚོན་ན་མི་འདྲ་བ་ཅིག་ཡོང་རྒྱུ་རེད། ལེ། ཡང་ཡིན།
ད་ཐེངས་འདིར་ཡང་དེ་ལས་མ་འདས་པར། གྲོགས་པོ་དང་མཉམ་དུ་འཛོམས་ཏེ་གླེང་མོལ་མང་དུ་བྱ་སྐབས། གྲོགས་པོ་ཐབས་མཐུན་འབྱུང་གནས་ལགས་ཀྱིས། ཁམས་ཡུལ་དུ་སྙན་པའི་གྲགས་པ་འབར་བའི་སྡོང་ཚང་གི་བཤམས་སྟོན་ཁང་དུ་རིག་གནས་ཉར་ཚགས་སྐོར་དང་འབྲེལ་གསུང་གླེང་མང་དུ་བྱུང་བས། ང་རང་ཡང་དེའི་སྟེང་བསྟུན་ནས་བྱམས་སྟོན་གང་དུ་བྱས་པ་ཡིན། ཁམས་ནང་ཆེན་ནས་ཡིན་པ་གདུང་འཚང་ལ། དེའི་རྒྱུན་ཕུག་པོ་གདུང་འཚང་ཟེར་བའམ། ཡང་ན། གདུང་གསེར་ཁྲི་ཚང་ཡང་ཟེར། ཁྱིམ་རྒྱུད་འདི་ལ་ལོ་ངོ་སྟོང་གི་ལོ་རྒྱུས་ལྡན་པ་ཞིག་ཡིན། ཁྱིམ་མི་རབས་འདིས་ནང་བསྟན་རིག་གཞུང་དང་འབྲེལ་བ་སྐུ་གསུང་ཐུགས་རྟེན་གྱི་རིགས་མང་པོ་ཉར་ཚགས་བྱས་ཏེ། དུས་མིན་ལྡེབས་གསར་གྱི་སྐབས་ལའང་གསང་རྒྱ་དང་སྦས་སྐུང་སོགས་ཀྱིས་ལོ་མང་པོར་བདག་དམ་ཡག་པོ་མ་ཐུབ་པ་ཆ་ཡང་མང་དུ་གནང། ཡིན་ཡང་དུས་ད་ལྟར་ཁྱིམ་རྒྱུད་འདིའི་གསུང་རབ་དང་གཏམ་བབས་སོགས་མཐའ་དག་སྐྱེ་རྒུའི་དྲུང་དུ་པར་བྱུང། གནས་དེ་ནས་ལྡོང་ཚང་གསུང་རབ་བསྟན་རྩོད་ཁང་ཞེས་པ་འདི་བཞག་པས། ཡུལ་ཕྱོགས་ཀུན་གྱི་གནས་སྐོར་བ་དང་རིག་གནས་ཞིབ་འཇུག་པ་སོགས་འོང་བ་མེ་ཏོག་ལ་འཁོར་བ་ཇི་བཞིན་དུ་སྣང། སྤྱིར་ཁམས་སྐྱེ་རྒུ་གྲོང་ལ་འབྱོར་འཕྲལ། ངེད་ནི་གྲོང་ཁྱེར་འདིའི་གསེར་དངུལ་རེ་རེ་བརྒྱུད་དེ་སོ་སོ་རང་གི་བསམ་གཞིག་ལ་སྒོ་མོ་འབྱེད་གང་ཐུབ་ཀྱིས། ཚོང་དང་སྒྱུ་རྩལ་གྱི་ལས་རིགས་སྣ་ཚོགས་གཉེར་སྲི་ཁང་དམིགས་རེ་རེ་ཤར་བཞིན་འགྲོ་སྐབས། འཛོམས་ཉག་རུས་སྐོར་ཁང་ཞེས་པ་ཞིག་ལ་སོང། སྟབས་ལེགས་པ་ཞིག་ལ་རིག་གནས་ཡུལ་སྐོར་གྱི་ལས་ཀ་བྱ་ས་དེའི་ཚོང་བདག་ནི་རི་མོ་བསྒྱུར་ཚུལ་ལ་ཤིན་ཏུ་དགའ་བའི་ཕོ་གསར་ཞིག་རེད། གསར་བུ་འདི་ལ་ཁ་བརྡ་ཨེན་ཙམ་ཀློག་པས་ངས་ད་གཟོད་དགའ་ཡུལ་མཆོད་རྟེན་རྣམ་གསུམ་ཞེས་པའི་སྐད་གྲགས་ཆོད་པོའི་རྟེན་བཞེངས་དེ་དག་དང་དེ་ལ་འབྲེལ་བའི་ལྷ་རིས་དང་བསྐོས་རིས། འཇིམ་བཟོ་སོགས་ཀྱི་སྒྱུ་རྩལ་གྱི་དབྱངས་མཐར་རྒྱུས་ལོན་གྱི་སྐལ་བ་ཞིག་ལྡན་ན་སྙམ་པའི་ཀུན་སློང་གིས་ཡིད་བདེ། འབྲི་ཆུའི་རང་མོས་ཁུལ་སུག་བརྗེས་ཏེ་མཛོ་མྱག་ཡུལ་དུ་ཕྱིན། སྤྱི་ལོ་ཆིག་སྟོང་སུམ་ཅུ་ལོར་པཎ་ཆེན་སྨར་དུ་ལགས་དགའ་ཡུལ་དུ་བྱོན་ཏེ་མཛོ་མྱག་མཆོད་རྟེན་དཔལ་གྱི་ལྷུན་པོ་ཞེས་པ་འདི་བཞེངས་པ་ཞིག་རེད། རྒྱ་གར་རྡོ་རྗེ་གདན་དང། འཕགས་པ་ཤིང་སྐམ་སོགས་དང་དབྱེར་དུ་མ་མཆིས་པ་འཛམ་གླིང་གཏན་ཆགས་གསུམ་གྱི་ཡ་གྱལ་ཡིན་པ་དཀར་ཆག་ཏུ་གསལ་ལ། མཚན་སྙན་བོད་ཁམས་ཡོངས་སུ་གྲགས། པཎ་ཆེན་སྨར་རྟུལ་ཁོང་ནི། སྤྱིར་ཤེས་བྱ་མཐའ་དག་དང་ཁྱད་པར་བོད་ཀྱི་བཟོ་རིག་ལ་ཕུལ་དུ་བཟོ་འབའ། གནས་དེའི་དད་ལྡན་སློབ་བུ་རྣམས་ལ་རྟེན་དང་གཙུག་ལག་ཁང་གི་བཟོ་བཀོད། ལྷ་རིས་དང་བརྐོས་རིས་འཇིམ་བཟོ་གཟར་བཟོ་སོགས་ལེགས་པར་བསླབས་པས་ད་ལྟའང་དགའ་འཛོམས་ཉག་ལྷ་རིས་སྒྱུ་རྩལ་ཞེས་སྙན་པའི་གྲགས་པ་ཕྱོགས་སུ་འབར་བ་ཕྱག་རྒྱུན་མ་ཉམས་པར་མཆིས། ད་དུང་འབྲི་ཆུའི་འགྲམ་རྒྱུད་འདི་ན་གནས་ཁྱད་པར་བ་ཞིག་ཡོད་པ་ནི། དུས་རབས་བདུན་པའི་དུས་དཀྱིལ་ནས་འབྲི་ཆུའི་གྲུ་ཁ་རབ་གསོ་ཆེན་པོ་ཞིག་ཀྱང་ཆགས་ཡོད་པ་དེ་ཡིན། རབ་གསོ་འདི་ནས་ལྕགས་ལམ་དང་དབུས་ལམ་ཚོང་ལམ་ལྕགས་ལམ་སོགས་བརྒྱུད་པའི་མི་བཟང་ཉི་ག་གར་འགྲོ་ཚུར་འོང་གི་འགྲེལ་བཤད་བྱེད་ས་ཞིག་ཏུ་གྱུར་ཡོད། རྗེས་སུ་ཡང་འོ་སྐྱིད་ཁྲི་སྲོང་ལྡེ་བཙན་གྱི་དུས་ལ་དགའ་ཡུལ་མཆོད་རྟེན་དཀར་པོ་ཞེས་པ་དེ་ཏག་ཏག་འབྲི་ཆུའི་གྲུ་ཁ་རབ་གསོ་འདིར་རྟགས་དང་གཏན་འབུལ་ཚུལ་གྱིས་བཞེངས་པའང་བཀྲ་མ་ཉམས་དྲི་མ་ཆགས་པར་གནས་ཡོད།

དེ་ནས་འབྲི་ཆུ་འདྲ་ཧ་ཧ་ན་དགའ་སྟོད་ཆུ་བོ་དེ་དེ་རུ་ད་ནི་རྒྱང་རྡོ་ཧྲི་གཉིས་ཀྱི་དེའི་བར་ལ་ནི་སྲིད་པ་འགྲོ་ཤོག་རི་ཆེན་པོ་དེ་ནི་རྨ་ཆུ་འདྲ་ཧ་ཧ་ན་ད་དགའ་སྟོད་ཆུ་བོ་དེ་རུ་ཤ་རྒྱ་ཨ་མྱེས་རྨ་ཆེན་པོ་ན་ད་ཡོད་རེད་དེ་འདྲ་གི་རི་ཆེན་པོ་དེའི་གྱི་བར་ལ་ནི་ད་བར་འགྲོ་ཤོག།
ཡུལ་འདིའི་ལུང་པ་རེ་རེ་ན་སྐྱེས་ཆེན་དམ་པ་མང་པོའི་གཏམ་རྒྱུད་རེ་རེ་ཡོད་ལ། ཡུལ་འདིའི་གྲོང་སྡེ་རེ་རེ་ན་རྡོ་བརྩིགས་སོགས་གནའ་བོའི་དཔལ་ཡོན་གྱི་དམངས་དང་གཞི་མ་ཉམས་པར་དུས་དང་མཐུན་པའི་ཤོག་གི་དབང་བོ་ཞིག་སྟེ་གཟིམ་མདངས་ལྷན་པར་ཡོད། གནའ་གྲོང་འདི་ནི་མ་ཅིག་ལབ་ཀྱི་སྒྲོལ་མ་དང་འབྲེལ་སྲིད་ཡུལ་ལུང་ཞིག་ཡིན་ལ། འདྲ་ཆེ་སྔོན་མོ་ཤར་གྱི་འབབ་སུ་ལབ་ཁོག་ཅེས་པ་ལུང་པ་དེ་རེད། རྡོ་རིགས་སྒྱུ་རྩལ་ལ་ཞེང་ཆ་ཤིན་ཏུ་དོད་པའི་ལུང་ཁོག་འདིར། ཞི་ཞོལ་སྤྱོད་དང་འབྲེལ་བའི་སྒྱུ་རྩལ་ཆོ་གའི་འབྲུ་དྲུག་ཤིན་ཏུ་འགྲན་པའི་དབྱངས་རྟ་གཞན་ཞིག་གི་ངག་འགྲོས་སྒྱུ་རྩལ་གྱི་ཁམས་ཤིག་ཆགས་མྱོང་ཞེས་པའི་བཤད་རྒྱུན་ཞིག་ཀྱང་ཡོད། གྲོང་པ་འདིར་སོང་བ་དང་ང་རང་ཕ་ཡུལ་ཞེས་པ་ལུང་པར་ཞིང་ཆགས་ཨ་རི་ལས་མཐོ་བུ་ཨ་མ་རྒན་མོ་ཞིག་དང་འཕྲད་པས་ཡུན་རིང་ལ་ཁ་བརྡ་སློག་པ་ཡིན། མདོར་དེད་ན་བཟོ་རིག་སྒྱུ་རྩལ་དང་ཆོས་རིག་ཆོ་ག། བཤད་རྒྱུན་གཏམ་རྒྱུན་ཁ་དཔེ་གཏམ་དཔེ་སོགས་སྲིད་པའི་མཛོད་ཕུགས་རིང་མོ་ཞིག་ཏུ་གྱུར་པ་འདི་དག་ཡོད་ཚད་ནི་དགའ་ཡུལ་ཁྲི་འདི་ལོངས་པར་ཡོད་པ་ཞིག་ཡིན་ལ། ཁྲི་འདི་ཞེས་པ་ནི་འབངས་ཀྱི་ངག་རྒྱུན་ལ་ས་སྐྱ་འགྲོ་མགོན་ཕོག་པའི་ཞབས་ཟུང་གསེར་གྱི་འཁོར་ལོ་གནས་འདི་ལ་གྱུར་ཏེ་དབང་ལུང་གནང་སྐབས་རྒྱལ་བ་ཁྲི་ལག་འདུས་པས་དེའི་རྟེན་འབྲེལ་ཡག་པོར་བརྩིས་ཤིང། ཁྲི་འདི་ཞེས་བཏགས་པར་བྱས་ལ། ད་དུང་འབངས་ཀྱི་ཁ་རྒྱུན་ངག་རྒྱུན་ལྟར་ན་ཁྲི་འདི་རྒྱ་གར་ལུང་པ་ཞེས་ཀྱང་ཟེར། རྒྱ་རྩ་བརྒྱུད་ཀྱི་འཕྲང་རྒྱུན། ངུ་སོ་རྩེ་ནས་སྦྲང་བུ་ནོར་བུ། ཁྱེད་ཀྱིས་ལོ་ངོ་སྟོང་གི་མཆོག་སྟོན་ལ་བབ་བུ་རང་སྲིད་ཤིན་ཏུ་དར། ཁྱོད་ཀྱིས་སྦྲང་ཤ་ཁྲི་ཡི་འཁྱགས་ཀླུང་ལ་ཆགས་པའི་རི་སྒང་འཁྲིས་སུ་གསོལ། ཁྱོད་ཀྱིས་གཙུག་ལག་ཁང་གི་ཚེ་འབུར་ལ་བསགས་པའི་བྱང་ཐང་འོད་དུ་འབར། ཁྱོད་ཀྱིས་མི་རབས་ལི་ཁའི་འཕྲེང་རྒྱུད་ལ་དད་པའི་སྙིམ་པ་རིས་སུ་བསྒོམ། སྙན་ངག་འདི་ནི་རྩོམ་པ་པོ་ངག་དབང་དབང་གྲགས་ལགས་ཀྱིས་ཨ་དགའ་སྐྱེ་རྒུ་ལ་བྲིས་པའི་སྙན་ངག་རིང་མོ་ཞིག་སྟེ། ཐོར་ཞིག་ཏུ་ཤོར་བའི་ངའི་འཕྲང་མདོག་རྒྱབ་རྩ་བརྒྱུད་ཅེས་པ་ལས་ཚན་ཆུང་ཞིག་ཡིན་ལ། འདི་ནི་ཁོང་གིས་ཨ་དགའ་སྐྱེ་རྒུ་ལ་བྱུང་བའི་ས་འགུལ་གྱི་ཉིན་དང་པོ་ནས་བཟུང་སྟེ་སྙན་ངག་བརྒྱ་དང་བརྒྱད་བྲིས་པ་དེ་ཡང་ཡིན། སྙན་དེབ་འདི། ས་འགུལ་སྐབས་ཀྱི་དགོངས་བཞག་བྱེད་སྒོ་ཚང་བའི་ཉིན་ལ་ཡོངས་སུ་གྲུབ་པར་བྱས་ཏེ་པར་སྐྲུན་འགྲེམ་སྤེལ་ཡང་བྱས་པ་རེད། འདི་འདྲའི་དུས་ཐུང་ཐུང་གི་ནང་ལ་ལས་ཆེན་པོ་བསྒྲུབ་ཐུབ་པ་ནི་སྙན་ངག་པའི་ཕ་ཡུལ་ལ་ཕུལ་བའི་དུངས་ཞེན་གྱི་སྟོབས་ཁོ་ན་གཅིག་རེད།
གལ་ཏེ་ཕ་ཡུལ་ཟེར་དགོས་ན་ཐ་སྙད་འདི་ཁྱོད་རང་གཉིས་ཀྱི་ཚིག་གཅིག་གིས་མཚོན་དགོས་ན་ཁྱེད་ཚིག་རྐང་འདི་ཧོ། བཀོད་ཤེས་ཀྱི་རེད། ཕ་ཡིས་ནང་ས་ཁོག་ས་གི་ནི་ཡིས། སེང་ཁུ་རྒྱག་ས་གི་རྨི་ལང་ད་དེ་རེད། མི་སུ་དང་སུ་ཡིན་ཡང་ཕ་ཡུལ་ཞེས་པའི་སྙིང་གི་ནོར་བུ་ཞིག་ཡོད་ལ། མི་སུ་དང་སུ་ཞིག་ཡིན་ཡང་ཕ་ཡུལ་ཞེས་པའི་གཏམ་གྱི་ཁུངས་སྣེ་ཞིག་ཡོད། ཕ་ཡུལ་ནི་སུས་ཀྱང་ཁྲ་ཆུང་མིག་གི་མཐའ་ན་དབོར་མ་མྱོང་བའི་རི་དེའི་ནམ་མཁའི་མཐའ་དང་མཉམ་པ་དེ་ཡིན་ལ། ཕ་ཡི་ནི་སུས་ཀྱང་བློ་དང་དྲན་པོ་ཅི་ལ་བཅོལ་བ། ཕ་མ་ཕུད་ནི་ཉི་ཟླ་གཟའ་སྐར་དེ་ཡིན། ད་རེབ་འདིར་ཁམས་ཀྱི་ཡུལ་ལུང་མང་པོ་ཞིག་ལ་མཇལ་བར་སྐལ་བ་དང་ལྡན་པར་གྱུར་ཏེ། རིག་གནས་འགྲེལ་བཤད་ཀྱི་རྣམ་པས་ལག་ལ་གང་བྱུང་དང་མིག་གིས་གང་མཐོང་རྣ་བས་ཅི་ཐོས་ཡུལ་གྱི་གང་གནས་བཞིན་ལམ་སྣེ་འདིར་ཤུལ་དང་སྤོབས་པས་བགྲང་བ་ཚེ། ཁམས་ཀྱི་རྩོམ་རིག་སྒྱུ་རྩལ་གྱིས་དབུལ་པོའི་རྩོམ་རིག་གྱི་ཞེན་སར། ས་ནི་ཆེ་ས་ནས་ལེགས་པར་ཟིན། སོ་ནི་གནས་ས་ནས་ལེགས་པར་ཚུགས་ཏེ། སྔགས་ཀྱི་མེ་ཏོག་གི་ཟེའུ་འབྲུ་ལྷུག་པར་དགོད་པར་གྱུར་འདུག་པ་ངི་མཐོང་སྣང་ལ་ཡང་ཡང་འཁོར་ལ། ང་རང་ཡང་གཡས་ཕྱོགས་ཐོག་པ་འོང་བ་བཞིན་ལུས་ཀྱི་མེ་ཏོག་འདི་དང་རེ་ཞིག་གར་དུ་བརྩད་ན་ཡང། དུས་དང་རྣམ་པའི་དད་པ་བཞིན་ཡུན་དུ་འདུག་པའི་སྐལ་བ་མེད་པར་ཡུལ་ཕྱོགས་གཞན་དང་གཞན་ལ་འཕུར་ཏེ་ཕྱིན་འགྲོ།